ཕར་ཆེར་རྩ་ཁྲིམས་ཀྱི་ངོ་བོ་མཚོན་བྱེད་འདི་འདྲ་དེ་མིང་གཟུགས་ཡིན་བསམ་བྱེད་ཚུལ་རེད། སྤྱིར་བཏང་རྩ་ཁྲིམས་འཛིན་ཤག་ཅིག་གི་རྒྱལ་ཁབ་ཅིག་གི་རྩ་ཁྲིམས་དེ་གི་རྒྱལ་ཁབ་དེ་གི་ཧྲིལ་ལུགས་ཀྱི་ངོ་བོ་མཚོན་ནི་རེད། རྒྱལ་ཁབ་དེ་གི་རྩ་ཁྲིམས་ལ་འགྱུར་བ་གཏང་དགོས་ཀྱི་འདུག་འདུག་རྒྱལ་ཁབ་དེ་ཧྲིལ་དང་འགྱུར་བ་གཏང་དགོས་ཀྱི་འདུག་རྩ་ཁྲིམས་འཛིན་གྱི་འདུག་འགྱུར་དུ་དེང་སང་གི་དུས་ཀྱི་དེང་རབས་ཀྱི་ཆབ་སྲིད་ཀྱི་དོན་སྙིང་མི་ནུས་དེ་འདུག་རྒྱལ་ཁབ་ཀྱི་ཁྲིམས་ཀྱི་ངོ་བོ་མཚོན་བྱེད་གནད་འགག་རེད། ཉིས་ཁྲིམས་འཛིན་ཤག་ཅིག་གི་ད་ལྟའི་ནང་ནས་ཁྲིམས་དང་འགལ་བའི་བྱེད་མཁན་ལ་ཉེས་བ་ཆེ་ཟིག་གཅོད་དགོས་ཀྱི་འདུག་སྐོར་བྲིས། དག་གི་རྒྱལ་ཁབ་དེང་སང་འཛམ་གླིང་གི་ནང་གི་རྩ་ཁྲིམས་གི་ནང་གི་ད་རྩ་ཁྲིམས་གཅིག་ཅན་དབྱིན་ཇི་དང་ཨ་མི་རི་ཀའི་ཁྲིམས་དང་ལྟ་བ་ཟིན་ཚུལ་གྱི་དེ་གཉིས་ཀྱི་ཁྲིམས་གྱི་རྒྱུད་པ་ནི་འབྲོག་གཅིག་ཡིན་ནི་རེད་རྒྱལ་ཁོངས། མེ་དབྱིན་ཧྥ་ཀྲི་ཞེས་མཐོང་ཟིན་ནི་རེད་འདི་གཉིས་ཀ་ཨ་རི་དང་དབྱིན་ཇི་གྱི་ཁྲིམས་གྱི་རྒྱུད་ལམ་གཅིག་ཡིན་ནི་རེད་ད་ག་ཨ་རི་ལྟ་བ་ཟིན་ན་ལོ་ངོ་ཉིས་བརྒྱ་གི་ཡར་ནང་བ་དེའི་རྩ་ཁྲིམས་དུ་བཟོས་ནི་རེད། ཟླ་བ་ཆ་ཚིགས་ཀ་རྩོད་པ་བརྒྱབ་ན་ཚ་བ་ཆེ་ནས་ཚགས་གཞོང་ཟིག་གི་ནང་རྩོད་པ་བརྒྱབ་བརྒྱབ་ནས་བཟོས་ནས་སྔ་མ་ད་དངོས་གནས་དྲང་ནས་གི་ལོ་ངོ་འདི་མི་ཟིག་འགོར་ནའང་གཞི་རྩའི་ཆ་ནས་བཟོ་བཅོས་རྒྱག་དགོས་གི་ཡོད་མ་རེད་དེ་ཁྲིམས་ལྟར་གི་སྐྱོང་ཐུབ་དགོས་ནི་རེད་དེ་མིན་ན་གནའ་ནང་བཟོ་ནོ་ཏོ་ཙིག་འགྱེར་ཏོ་ཙིག་བཟོ་ནོ་སང་ཉིན་འགྱེར་དེར་ཡིན་འགྱེར་དགོས་གི་ཡོད་ནི་རེད་དེ་དང་བོ་བཟོ་དུས་དེ་རིགས་བཀའ་ལུས་བརྒྱབ་ནས་ཡོང་ནི་རེད་ར་ཆེས་གནའ་བོའི་དུས་ཨ་ཁྲིམས་བཟོས་རྗེས་དང་མང་ཆེ་བ་ཧམ་ཆེ་རབ་གི་མ་རབ་བཞག་ནས་ཡོང་ནི་རེད་དང་དེང་རབ་གི་མང་གཙོ་གི་ཧྲི་ལུགས་ནང་ཁྲིམས་བཟོས་རྗེས་དང་མི་མང་གི་བསམ་བློ་གི་རྨང་གཞི་དང་མི་མང་གི་ཁེ་ཕན་གཞིར་བཟུང་ནི་དང་བཟོས་ནི་རེད་དང། དེབ་ཡིག་སོང་ཟིག་གི་དེའི་ནང་གི་ཁྲི་རྩེ་འབུམ་བཞིར་གྱི་ཁྲིམས་དེ་རྩ་ཁྲིམས་དགོངས་དབང་འདྲི་ཙམ་མཚོན་གི་ཡོད་ཀྱི་རེད་བསམ་དགོས་ད་ཁྲི་རྩེ་འབུམ་བཞི་གྱི་ཁྲིམས་ཁུར་ཁ་ནང་སྲིད་ཀྱི་ཆབ་སྲིད་ཡིན་ནི་རེད་འོག་གི་ས་ཆ་འདི་དབང་འཛིན་གྱི་ཁྱབ་ཁོངས་དུ་རི་ཆེན་སྔགས་ཡིན་ནི་རེད་ད་ཁྲི་རྩེ་འབུམ་བཞིར་གྱི་ཁྲིམས་གྱི་ནང་གི་སྣང་སྟོང་གཙོ་བོ་གཅིག་རེད་སྐབས་དེ་དུས་ད་དེང་སང་ཡིན་ན་རྒྱ་ནག་ལྟ་བུ་ཟིན་ན་ཞིང་ཆེན་ཉི་ཤུ་རྩ་དགུ་ཟེར་གྱི་ནི་འདྲ་ཨ་རི་ལྟ་བུ་ཟིན་ན་ད་ཁུར་ངར་དེ་མང་ཡོད་ཀ་དེ་བཞིན་དུ་འོག་གི་ས་ཆ་དུ་རི་ཆེན་སྔགས་ཡིན་ནི་རེད་ཁྲིམས་འཛིན་གྱི་ཁྱབ་ཁོངས་དགུ་ནས་འོང་དུས་དབྱི་རི་ཡོ་རི་ཝི་རི་རི་ལག་ད་དགུ་ཡོད་ཀྱི་ར་དེ་གི་སྲིན་པོའི་རི་ལག་ལ་སོགས་པ་སྲིད་འཛིན་གྱི་ཁྱབ་ཁོངས་དུམ་བུ་ལྔ་རེ་ཡིན་པ་རེད། དེ་ནི་དབྱིར་སྐྱི་ཧང་རིའི་རྣམ་པ་བསྐྱོར་རྗེས་དག་ཡིན་པ་རེད། དབྱིར་སྐྱི་ཧང་རིའི་རྣམ་པ་བསྐྱོར་རྗེས་སུ་དང་པོ་ཡུལ་འདེབས་པའི་ས་གནས་ཀྱི་དམག་ཁོངས་ཀུན་བཟང་འདྲ་བོ་ཁྲིམས་ཁོངས་ཀུན་བཟང་འདྲ་བོ་དག་ཅིག་རྒྱལ་རོགས་ཀྱི་གཅེན་པོ་དེ་གི་མང་ཆེ་བ་ཟིག་རང་སོར་བཞག་ནས་དབྱིར་སྐྱི་ཧང་རིའི་རྣམ་པ་བསྐྱོར་རྗེས་དག་ཡིན་པ་རེད། དེ་ནི།

བཞང་རྩ། ཨ་མ་གི་ཕྱོགས་ནས་ཡོང་ནས་གི། ད་བློན་པོ་དེ་ད་ཆེན་མོ་མྱང་བཞང་བློན་ཟེར་བ་རེད། ད་གི་ད་བློན་གསུམ་ཟེར་གི་འདུག་གྱོད་ཏུ། དགུང་བློན། ནང་བློན། བཀའ་བློན་ཆེ་གེ་རེད། དེ་གི་ད། ད། དེ་རིང་ནི་གཏན་འཁེལ་ཡིན་རེད། ད་བཞང་བློན་ཟེར་གི་འདུག་གྱོད་ཏུ་ཕར་ཆེར་འདི་རིགས་བཀའ་བློན་ཙི་གི་རྒྱ་གི་བང་ཡེ་ཟིན་ནས་གི་གོ་ཏོ་འདྲ་འདྲ་ཟིན་ཁ་ཟི་རེད་བསམ་གྱི།

ཅུང་ཟད་ཞིབ་ཚགས་པོ་ངོ་ནས་བཀོད་ཡོང་གི་དག་ཁྱེད་རྣམ་པ་ཡང་དེ་ལྟ་མོ་ཡོང་ནི་རེད་ན་དེ་སྐོར་ཙི་གི་རག་ལོག་ཙི་གི་ད་ཧ་ལས་ཡོད་ནང་གི་ཙི་རེད་རྒྱལ་ཁབ་ཙི་གི་ཆབ་སྲིད་གི་ངོ་བོ་ཁྱེད་མི་ཟིན་ན་ད་བསམ་དོན་འདིའི་སྒྲིག་གཞི་འདི་མི་བསྟན་ཐབས་མེད་རེད་རྒྱལ་རོགས་དམག་རྒྱབ་ན་མངའ་ཁོངས་བཟུང་ཚུལ་དང་ཡི་གེ་བཟུང་ཚུལ་འདི་ཙམ་གི་སྲོང་བཙན་གི་སྐབས་གི་ཆབ་སྲིད་གི་ངོ་བོ་བལྟ་ཐུབ་ནི་མ་རེད་སྲོང་བཙན་གི་སྐབས་གི་ཆབ་སྲིད་གི་ངོ་བོ་ནར་མ་ཟིན་ད་བསམ་དུས་ཁུར་སྐབས་བྱེ་བྲག་གི་སྒྲིག་གཞི་དང་བྱེ་བྲག་གི་ཁྲིམས་གི་ངོ་བོ་དང་ཅི་འདྲ་བ་ཟིག་ཡིན་པ་དག་གི་བལྟ་ཐུབ་དགོས་གི་བསམ་གི།

དུ། ཁྲིམས། དུ་ཁྲིམས་རང་ཡིན་གྱི་མ་རེད་བསམ། ད་ཁྲིམས་ཡིན་འདོད་ན་དུ་མ། ཁྱེད་ཚོས་ངན་གོ། མ་བརྩིས་འདོད་ན་ཁྱད་པར་བྱེད་དགོས་གི་རེད། ཁྱད་པར་བྱེད་དགོས་འདོད་ད་དེའི་ནང་དཀོན་མཆོག་ལ་ལྟ་བབ་བྱེད་པ་ལ་སོགས་ནང་ཡོད་ནི་རེད་ར། སྲོང་བཙན་གི་སྐབས་དཀོན་མཆོག་ལ་ལྟ་བབ་བྱེད་པ་ཁྲིམས་མ་འཇོག་ཐུབ་ནི་མ་རེད་མི་ཐུབ་བྱེད་པོ་མང་ཚོགས་ཀྱི་རྨང་གཞི་ཡོད་ནི་མ་རེད། སྲོང་བཙན་གི་སྐབས་སྲོང་བཙན་གི་སྤྱིར་བཏང་གི་དགུང་ལོ་ཆེ་ཟི་མ་ཐུབ་ཟི་དེའི་ཐོག་ནང་ཆོས་གསར་དུ་དར་ནི་རེད། ནང་བཅུད་གསར་དུ་དར་དུས་སོ་སོས་སོ་སོའི་ཡུལ་ལ་གཞི་བདག་གི་དད་མོས་ལ་སོགས་པ་མཐའ་ཡས་པ་བཟོ་དུས་དཀོན་མཆོག་ལ་དད་པ་བྱེད་པའི་ཁྲིམས་གི་ནང་གཏན་རྣམ་པའི་སྒོ་ནས་མང་ཚོགས་ཀྱི་རྨང་གཞི་གསར་བ་ཉིད་ནས་ཡོད་ནི་མ་རེད། དེས་མི་ཚད། སྲོང་བཙན་གྱི་བུ་མོ་དང་ཚ་བོ་ཟིག་གོ་མང་སྲོང་རེད་མང་སྲོང་གི་བུ་འདུ་སྲོང་མང་རྒྱས་རེད་དེ། འདུ་སྲོང་མང་རྒྱས་དང་མགར་ཁྲིམས་སྦྲང་རྩི་གཉིས་ཀ་གྱོད་ཟླ་ཐིག་ནོར་སྐབས་ཀྱི་མགར་ལུག་ནང་ལྟ་རྒྱུ་ཟིག་གི་མནའ་བཅའ་སྡོད་ན་རི་སྐྱི་ལོང་གསུམ་དང་གཉེར་ཟླ་བཀག་གསུམ་དཔང་འཇོག་རྒྱུ་མི་འགོ་དཀོན་མཆོག་གསུམ་ཟེར་རྒྱུ་ནི་འདྲ་དེ་མིན་དུ་ཁྱོད་ནི་དཔང་རྟགས་འཇོག་གི་མེད་གི། སྐབས་དེའི་འདུ་སྲོང་མང་བརྒྱའི་དཀོན་མཆོག་ག་དད་པ་ཡོད་ན་སོ་སོ་དད་པ་ཡོད་རྒྱུ་དེ་དཔང་རྟགས་འཇོག་རྒྱུ་ར། དེ་རིང་སྲོང་བཙན་གྱི་མང་ཚོགས་གི་ནང་ཕར་ཞོག་དད་བཙན་པོ་ཕུབ་ཁྲང་གི་ནང་ཡིན་རུང་སངས་རྒྱས་ཀྱི་ཆོས་ཡ་དད་པ་དངོས་སུ་སླེབས་རྒྱུ་དུ་མིའི་ཨག་ཚོམ་དང་ཁྲི་སྲོང་ལྡེབ་ཚེ་ནས་མགོ་བརྩམས་རྒྱུ་མ་གཏོགས་དུ་ཡར་ནང་ཅི་འདྲ་བ་ཟིག་ཡིན་མིན་དུ་རྟོགས་པ་ཟིག་རེད་བསམ་འདུག་དེ་རིང་སོང་དུས་མི་བཅུ་གསང་མ་བཅུ་དྲུག་དང་ལྷ་བཅུ་དགེ་འབྱེད་ལ་སོགས་པ་འདི་སྐབས་དུ་སྡུག་གི་ཀུན་སྤྱོད་ཀྱི་བླང་དོར་གྱི། ད་དེ་ནས་བན་ཁྲི་དར་འདྲ་འདྲ་ཡང་ན་ལྷུག་སྟོན་པ་ཉུང་ཤས་ཟིག་གི་ཀུན་སྤྱོད་བླང་དོར་གྱི་སྡོམ་མ་བཀོད་པ་མ་གཏོགས་སྐབས་དེ་དུས་ཀྱི་ཁྲིམས་དངོས་ཟིག་ཡིན་པ་རྩ་བ་ཉིད་ནས་ཁས་ལེན་མི་རིགས་ཀི་བསམ་གི་ད་གཏོང་དངོས་མ་རེད་བསམ་གི་ལོག་གི་ཡོད་ད་ཁྲི་སྲོང་གི་རང་ལྟ་བ་ཟིག་ན་དེ་མིན་ཁྲིམས་ཟིག་འཇོག་དགོས་ན་ད་འཇོག་ཐུབ་ནི་རེད་མང་ཚོགས་ཀྱི་ནང་རྨང་གཞི་དུ་རྒྱ་ཆེན་པོ་ཡོད་ནི་རེད་མ་སྲོང་བཙན་གི་རང་ང་ད་འཇོག་ཐུབ་ནི་མ་རེད་ཁྲིམས་ཟིག་ཡིན་ན་ད་འཇོག་རྒྱུ་བ་མང་ཚོགས་ཀྱི་རྨང་གཞི་ཟིག་དགོས་ནི་རེད་ར།

བྱ་སྟོད། འདི་ནི་མདོར་བསྡུས་ཙམ་དུ་བཤད་མེད། ཚེ་གཅིག་ཡིན་ལ་ཕན་པའི་མི་ཆོས་དང་དོན་གཉིས་འབྲེལ་གསོ་རིའི་ལྷ་ཆོས་ཏེ། དུག་གསུམ་ཀུན་ཏུ་སྦིར་གྱི་བར་འབྱིན་པའི་སྡེ་བཞི་ནོར་གྱི་དབུ་ཁམས་ཞི་བར་མཛད་ཟིན་རེད། དགེ་འདུན་ཆོས་འབིར་གྱི་སྡེ་གི་ཚིག་བཞི་འདི་གི་སྲོང་བཙན་སྒམ་པོའི་གི་དུས་ཀྱི་དབུ་གི་ཆབ་སྲིད་ཀྱི་ངོ་བོ་དང་སྤྱི་ཚོགས་ཀྱི་ངོ་བོ། ཡང་ན་སྲོང་བཙན་དང་བློན་པོ་འཁོར་སྟོང་བཅས་འབྱོན་ནུས་ལ་སོགས་པ་དེ་གདངས་འཇོག་ཟིན་རེད། གདངས་མགྱོགས་དུ་ཕྱི་མིག་གཟིགས་ཟེར་བ་ན་སྐབས་དེ་དུས་འོག་གི་སྤྱི་ཚོགས་དུ་ངེས་པར་སྟོང་གི་ཕར་ཡོང་གི་སྤྱི་ཚོགས་རེད། གཅིག་ན་འཇིག་རྟེན་པའི་ཕུན་ཚོགས་ཀྱི་ནང་ནས་དམག་དོན་སྟོབས་ཤུགས་དར་གི། སྤྱི་ཚོགས་ཀྱི་སྒྲིག་གཞི་འཐུས་ཚང་པོ་ཡོད་གི། དེའི་སྐབས་སྤྱི་ཚོགས་ཀྱི་སྒྲིག་གཞི་འཐུས་ཚང་པོ་དང་དམག་དོན་གྱི་སྟོབས་ཤུགས་ཀྱི་མཐུན་རྐྱེན་གྱི་འོག་ནས་རྒྱལ་ཁབ་ཕན་ཚུན་བར་ཞིབ་འཇུག་གི་ནང་ནས་ཚོང་ལམ་བཙུགས་པ་ལ་སོགས་པ། གང་ལ་གང་འཚམ་གྱི་དཔར་ཡོན་དུ་ཕྱོགས་ཀུན་ནས་ཡར་རྒྱས་འགྱུར་བྱེད་ཀྱི་གོམ་པ་ཆེན་པོ་ཟུག་ཧུལ་ཟེར་བ་ཟིག། དྲི་ཡིས་དག་ཚེགས་གཅིག་ཡུན་ལ་ཕན་པའི་མི་ཁྱུ་དང་ནགས་གཟིག་གི་དོན་དག་དེ་མི་ཟེར་རེད་ར། དོན་གཉིས་འབྲུའི་གསོ་རིག་ལྷ་ཁྱུ་དེ་ཟེར་ན་ད། མྱི་གི། གཤིས་ཀྱི་མཐུན་རྐྱེན་གྱི་ཐོག་ནས་མྱི་གི་འཚོ་བ་འདི་ཕུན་སུམ་ཚོགས་སྐྱེས་ཀྱི། ཕྱོགས་ཀུན་པོ་ནས་གོམ་པ་སྤོས་བར་མ་ཟད་ད་རུང་མྱི་བསམ་བློའི་འཚོ་བ། བསམ་བློའི་འཚོ་བ་ཡང། ད། ཡལ་བར་མ་གཏོགས་ར། བསམ་བློའི་འཚོ་བ་ཡང། ཕུན་སུམ་ཚོགས་པ་ཟིག་ཡོང་རྒྱུའི་ཆེད་དུ་རྒྱ་གར་འཕགས་ཡུལ་ནས་ནང་བ་སངས་རྒྱས་ཁྱུ་དུ་འོག་གི་ཡི་ར་ལྟར་སྐབས་གཅིག་ཟིག།

སོང་ཚེ་ན་ཤེས་རིག་གི་ཐད་ཀྱི་ཤུགས་རྐྱེན་ཧ་ལས་པ་ཡིན་ནི་དེ་རྒྱུ་མཚན་གཅིག་རེད་བསམ་པ། གཉིས་ནི་ཤར་ཕྱོགས་ཐང་རྒྱལ་རབས་དུ་འོག་གི་སྲོང་བཙན་གྱི་སྐབས་ཀྱི་ད་སྟོབས་ལྡན་གྱི་རྒྱལ་ཁབ་ཁུར་མ་བོ་ར། ཐང་རྒྱལ་རབས་ཀྱི་ཐང་འདི་རྒྱ་ནག་གི་རྒྱལ་རབས་ཀྱི་ནང་ནས་ཐང་རྒྱལ་རབས་དུ་སྣང་བའི་ཆོས་ཧ་ལས་པ་དུ་མུའུ་ཞང་ཀང་གི་རྒྱལ་རབས་སུ་རེད། དེའི་མི་ཚད། རྒྱལ་བཟའ་ཝུན་ཁྲེང་ཀོང་ཀྲུག་སྲོང་བཙན་གྱི་སྐབས་དུ་བཞུགས་ནི་རེད་ད་ཝུན་ཁྲེང་ཀོང་ཀྲུག་ལ་སོགས་པ་སྣང་བ་རེད། ལྷོ་ཕྱོགས་བར་ཡུལ་ནང་ཡང་ད་དུ་ནང་ཡུལ་ཆུ་ཤིན་ཏུ་དར་དོ་བོ་ནི་སྐབས་སུ་རེད་མདོ་ཐམས་ཅད་ཀྱི་ཤུགས་ཅན་ཡོད་ཀྱི་རེད་དེའི་མི་ཚད། ནུབ་ཕྱོགས་སྟག་གཟིག་ན་ཡང་སྐབས་དེ་དུས་མོ་སི་ལང་གི་ཆོས་ལུགས་མ་དར་གོང་གི་ཡར་སྔོན་ན་ནང་ཡུལ་ཆོས་ལུགས་ཤུགས་ཅན་དར་ནས་ཐབས་བཞི་བོ་དེ་ཆོས་ལུགས་ཀྱི་སྟེང་ནས་ནང་ཡུལ་ཆུ་ཤིན་ཏུ་དར་དོ་བོ་ནི་སྐབས་ཡན་ནི་གི་ཧྲོང་ཙན་གི། གཞན་ན་ལེགས་སྤེལ་ཕུན་ཚོགས་ཆེ་བཟོ་ན་ནང་འདྲེན་ཡོད་རྒྱུ་ཡང་སྟོབས་ཧྲོང་ཙན་ན་ཡོད་ནོ་བརྒྱ་ཆ་བརྒྱ་ཐམ་པ་རེད་དངོས་གནས་ཅང་ནེ་གི་ཧྲོང་ཆེན་བསྟོད་པ་ཡིན་ནམ་མིན་ནི་ཧ་ལི་པ་གི་རྒྱལ་རོང་འཇོན་ཐང་ཅན་དཔའ་མཛངས་འཁྱིལ་གསུམ་ལྡན་པ་བརྒྱ་ཆ་བརྒྱ་ཐམ་པ་རེད་ར་ད་འདི་ལི་ཀ་ལི་ཚོས་རེ་རེ་རེ་རེ་ནི་འདི་ཡི་ད་ཇི་ཟིག་གི། དི་རིགས་སོང་ཚིག་གི་གཞན་ན་ལེགས་ཆ་ཆེ་བཟོ་ན་སི་ར་ནང་འདྲེན་རྒྱུའི་སྙང་སྟོབས་དང་ཕུན་སུམ་ཚོགས་པ་རེད་བསམ་གི། དེའི་གི་ཐོག་ནས་ནང་བའི་ཆོས་དང་མཐའ་བཞི་རྒྱལ་ཁམས་གང་ན་དར་དོ་དུ་རྒྱལ་ཁབ་ཟིག་བདེ་སྐྱིད་འབྱུང་རྒྱུ་དུ་རྒྱལ་ཁབ་ཟིག་གི་སྟོབས་ཤུགས་དར་རྒྱས་ཆེད་དུ་ཆོས་ལུགས་འདིའི་ནུས་བ་དམག་མི་འབའ་ཟིག་ཐོ་འགོད་གི་བསམ་གྱི་ངོས་འཛིན་གི་ཐོག་ནས་ནང་པའི་ཆོས་དུ་སི་ར་ཅང་ནེ་ཡིན་གྱི་གི་ཧྲི་པ་ནི་འགྲོ་དབུས་མི་ཡོད་གི་སྟབས་བསམ་གི་འདི་གི་ཆེད་གི་ནང་པའི་ཆོས་དུ་སི་ར། དར་ཚུགས་བཤད་པ་རྒྱག་ཚུགས་དར་ནང་པའི་ཆུ་དར་དར་རྫི་རོང། སྲོང་བཙན་གྱི་རང་ལྷ་ཁང་གསེར་ཁང་བཞེངས། དེའི་ནང་ཇོ་བོ་རིན་པོ་ཆེ་ལ་སོགས་བཞེངས་ནས་རྒྱ་ནག་གི་ཡུལ་གྱི་ཧ་ཤང་རྒྱ་ནག་གི་གྲྭ་བ་མང་བོ་ལྷ་ས་བསྡད་ནས་བསྡད་ནོ་མ་གཏོགས་སྲོང་བཙན་གྱི་རང་འདི་རུ་བསྟན་པ་དར་ཡོད་མ་རེད་གཅིག་རེད། གཉིས་ནས་སྲོང་བཙན་གྱི་རང་ལེགས་སྦྱར་གྱི་གསུང་རབ་མང་བོ་དྲངས་འོང་རྒྱུ་རེད་མ་གཏོགས་བོད་ཡིག་རང་གི་ཐོག

ཆེ་མཐོང་གི་སྟངས་ནི་བོད་ཟླ་བྲལ་ནི་རེད། ལོ་རྒྱུས་ཀྱི་སྟངས་ཝུན་ཁྲིན་ཀུང་ཀྲུའུ་ཙི་ཞེས་གོ་ནི་རེད། རྒྱ་རིགས་བོད་ཧྲིལ་མོ་གི་མཚན་སྟོབས་ཀྱི་སྟངས་ནི་བོད་ཟླ་འདི་རེད་བཞིན་དུ་འདི་རྒྱལ་ཁབ་གཉིས་ཀྱི་བར་གྱི་ད་ཆའི་གཟུགས་ནི་བོད་ཀྱི་བཙན་པོའི་སྟོབས་ཤུགས་རྒྱ་ནག་གི་ཁས་བླངས་ན་རྒྱ་ནག་གིས་གཉེན་སྒྲིག་གི་འདུག་གོ་ས་གི་ཚད་ཚིག་གི་ཐོན་སོང་མིག་གི་སྟོབས་ཤུགས་ཀྱི་རྣམ་པ་མཚོན་བྱེད་ཚུལ་རེད། དེ་མི་སྲིད་རེད།

བོད་ཧའི་བྱ་ཡི་སར་དམག་སྒར་བརྒྱབ་ཚེ་ད་ལྟའི་བོད་ཧའི་གཟི་བྱུག་ས་ཆ་འདི། ད་འདི་སྨར་ཏོག་གི་ས་ཆ་ཟིན་ཟེར་གོང་ན་ནི་ར་ཧུ་གི་མཚོར་སྔོན་ས་གི་ས། ཨ་ར། ཤང་ཁ་ས་གི་ས་ཆ་ཟིན་ཟེར་གོང་ན་ནི་ར་དེ་ལོ་རྒྱུས་ཀྱི་ཐོག་སོག་གཞི་ཟི་རེད་ད། མཚོ་ནག་མཚོ་ནག་གཟི་བྱུག་ས་ཐོག་ནི་ཡིན་ཟེར་བ་གི་ད། རྒྱ་ཁོ་རྣམས་དར་ཟབ་ཀྱི་སྐུམ། བཀྲག་མདངས་ཅན་བཅོམ་པ་མཐོང་ནས་བོད་རྣམས་ཆེས་ངན་པའི་ངོ་ཚ་བ་བྱུང་ཟེར། ད་ད་རྒྱ་ཆབ་རྒྱ་ཡིན་གྱི་རེད་ད།